ཐུགས་རྗེ་ཀུན་ལ་སྙོམས་པའི་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་ཟད་དུག་གསུམ་གནས་ས་སངས་རྒྱས་སྨན་གྱི་ལག་པས་འདུལ་ར་ཡི་འོད་སྣང་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། རྒྱ་ཆེའི་སྲིད་པ་པོ་ཡོངས་ལ་གུས་པ་སྨོན་པ་ལྟར་རང་ངོས་ནས་སླར་ཡང་འཚམས་འདྲི་ཞུ་གི་ཡོད། ནི་ཁ་སྔོན་གུས་པས་ཞུས་པ་ནང་བཞིན་ཕྱིན་ཚིག་རྒྱས་པའི་ནད་གཞི་དེའི་སྐོར་ལ་ནི་ཅིག་ཟས་དང་སྤྱོད་ལམ་གྱི་ཕན་གྱི་ཡོད་པས་ཨེ་ནི་ཡིན་དོན་བཞིན་མ་ཕུལ་གྱི་ཡིན་ཞུས་པ་ཡིན་ཨེ་ནི་དེ་རིང་དེ་རིང་དེ་བཅར་གྱི་ཡོད་དེ་འདྲ་སོང་ཙང་ད་གུས་པས་བརྙན་ཐུང་སོགས་ཡང་དམིགས་ཡུལ་གཙོ་བོ་དེ་ང་རང་ཚོ་སྤྱི་ཚོགས་ལ་གོ་རྟོགས་སྤེལ་ཡང་རང་གི་ཆེད་དུ་ཡིན་དེ་འདྲ་བའི་གོ་རྟོགས་མེད་པ་ཡིན་ན་ཨེ་ནི་དཀའ་ངལ་ཆེན་པོ་ཤོར་ཅི་འཕྲད་ཡོང་དགོས་ཡག་རེད་དེ་ཡིན་ཅི་མིན་ཅི་ཐུགས་ལ་བཞག་རོགས་གནང་ཨེ་ནི་ཕྱི་འཛིན་རྒྱས་པའི་ནད་གཞིའི་ནད་རྟགས་དང་དེ་ལ་གནོད་པའི་ཟས་རིགས་དང་དེ་འདྲའི་སྐོར་མཁྱེན་འདོད་ཡོད་པ་ཡིན་ན་གོང་ལ་གུས་པས་བརྙན་ཐུང་གཉིས་གསུམ་བཟོས་ཡོད་དེ་གཟིགས་དགོས་ཡང་དེ་གལ་ཆེན་པོ་རེད། ད་དངོས་སུ་འགོ་བཙུགས་ཡང་འདི་ག་རེ་ཡིན་ཞུས་པ་ཡིན་ན་ཕྱི་འཛིན་ཕལ་བའི་ཧྥེ་ཏྲི་ལི་ཝར་གྱི་ནི Grand One Grand Two Grand Three ལ་ནི་སླེབས་ཡོང་གི་རེད་ཕྱི་འཛིན་རིམ་པ་དང་པོ་གཉིས་པ་གསུམ་པ་འདི་ལ་དམིགས་བསལ་གྱི་ནད་རྟགས་དེ་འདྲའི་མངོན་གསལ་དོད་པོ་དེ་འདྲ་ཡོང་གི་མ་རེད། ན་ཚ་སྡུག་ཅག་ཞེའུ་ལེ་དུས་ཙམ་ནས་ནི་གཞི་ནས་ཧ་གོ་ཡོང་གི་རེད་མ་གཏོགས་མངོན་གསལ་དོད་པོའི་ཐོག་ནས་ནད་རྟགས་མེད་དུས་ཙམ་ནས་དེ་ཚོའི་རིགས་ལ་ཐུགས་སྣང་གནང་དགོས་ཀྱི་ཡོད་རེད། ད་ཕྱི་འཛིན་རྒྱས་པའི་ན་ཚ་ཞིག་ཡོད་པ་ཡིན་ན། ཨ་ནི་རྣམ་པར་རྫོགས་པའི་རྒྱུན་དུ་ཆུ་ཁོལ་མ་འཕོ་བ་གང་ནང་ལོགས་ལ་སྦྲང་རྩི་དུ་མ་གཉིས་གསུམ་གྱིས་བླུག། དེ་ནང་ལོགས་ལ་ཨ་ནི་སྐབས་རེ་སྐབས་རེ། ལིམ་བུ་བླུགས་ན་འགྲིག་གི་རེད་རྒྱུན་དུ་བླུག་ཀྱོ་མ་དོན་གྲངས་གཅིག་ལ་ཚར་གཉིས་ཙམ་ལིམ་བུ་བླུག་དེ་མ་ཡིན་པ་ཨ་ནི་སྐྱུར་ཏོག་བླུག་འདུག་ན་ཡག་པོ་ཡོད་རེད་བ་སྐྱུར་ཏོག་དེ་བླུག་ནས་ཆོད་པ་ཡིན་ན་ཞོ་ཅི་ཕན་གི་ཡོད་རེད

སྨིན་ཅིག། སྨན་གཞུང་ནང་ལ་བཟུང་ནས་ལྟོ་བའི་ཆ་གཉིས་ཞལ་ཟས་དང་ཆ་གཅིག་སྐོམ་ཆ་བཞི་པ་རླུང་གི་གནས་ནང་བཞིན་གྱི་ཕྱི་མ་དུ་བས་ནི་རྒྱུན་གཏན་གྱི་སོ་སོའི་གོམས་གཤིས་ནང་ལ་ཡོད་པས་ནི་ཟ་ཚོད་རན་པར་ཟ་དགོས་ན་དཔེ་གལ་ཆེན་པོ་རེད། ལྟོ་ཞིམ་པོ་ཡོད་དུས་ཐོ་ཁྲོ་དེ་འདྲའི་ཀརཔེད་དེ་འདི་ག་པོ་དུ་ཟས་ནས་པད་མུག་དང་མིག་པ་པོ་དུ་གྲོ་བ་བྱས་པ་ཡིན་ན་འདི་ཚོའི་རིགས་དེ་གིས་ནི་ཁོ་འཇུ་ཡག་དེ་དཀའ་ངལ་འཕྲད་ནས་ཉེན་ཁ་ཆེན་པོ་ཞུགས་ཅིག་ཆགས་བསྡད་ཀྱི་ཡོད་རེད། འདི་གཅིག་ཐུགས་ལ་བཞག་དགོས་ཀྱི་ཡོད་རེད་ཨེ་ནི། ལུས་རྩལ་དང་ལུས་མཛོད་རིགས་ཀྱི་སྤྱོད་ལམ་ཤོག་བུ་དྲག་པོ་དེ་འདྲ་བརྩི་རྒྱུ་ཡོང་ན་ལུས་རྩལ་ཚད་རན་པ་ཞིག་བཙལ་དགོས་འདི་གལ་ཆེན་པོ་རེད་མ་དངུལ་བྱང་བའི་སྤྱོད་ལམ་ཕྱོགས་དེ་ཡང་རྒྱུན་འཁྱོངས་བྱེད་དགོས་འདི་གལ་ཆེན་པོ་ཞུ་འཆར་ལེ་ཡོད་རེད་འདི་གཉིས་གཉིས་གནད་འགག་ཆེན་པོ་རེད། ཨ་ཨེ་ནི་གཅིག་ཟས་རིགས་ཀྱི་ནང་ལོགས་ནས་ད་ངས་འདི་ནས་མ་དུམ་བུ་དུམ་བུ་ཡོད་ཡོད།

དོན་ཧྥེ་ཀྲི་ལི་ཨོ་ཙམ་མ་རེད་ཕྱི་འཛིན་འཕེལ་བའི་གནས་ཙམ་མ་རེད་ཟ་ཁུ་གཅིག་གཉིས་ན་ཙ་དང་གཅིག་སེམས་ཁམས་མ་བདེ་བ་དང་ཕོ་བ་གི་ན་ཙ་དང་གྲངས་གཞིའི་ན་ཙ་ཟེར་ཡ་ནི་ཡོད་དོ་ཅོག་ལ་ཕན་གི་རེད་དཔེ་མི་སྲིད་པའི་ཡག་པོ་ཡོད་རེད་ཨེ་ནི། ཞྭ་ལག་དེ་ཤོག་ཅིག་ཤུགས་ཆེན་པོ་ཆུད་རྒྱུ་ཡོད་མ་རེད་ཞོགས་པས་ཆར་ཆེན་སྐར་མ་ལྔ་དྲུག་ཅིག་ཨེ་ནི་ཅིག་ལུས་སེམས་གཉིས་ཀ་ཅིག་ལུང་མ་བདེ་ཡང་ཟིག་རི་བང་བཏང་སྙོམས་ལ་ཅིག་ལེགས་ཉེས་དབྱེ་བ་མ་ཆོད་ཆེད་ཏུ་བསམ་སྟངས་བདེ་ཐུབ་ཡིན་ན་ཧང་སང་ཡང་ཕན་པོ་ཡོད་རེད། ད་འདི་ནི་རྣམ་པ་ཚོགས་ཀྱི་རྒྱུན་དུ་ཐུགས་སྣང་གནང་ཐུབ་པས་ན་ཕན་ཐོགས་ཆེན་པོ་ཞོག་ཅེས་བརྗོད་པ་རེད། ད་དེ་འདྲ་ངས་ཞུས་པའི་ཨེ་ནི་ཅིག་ཕན་གྱི་ཡོད་པའི་ཟས་རིགས་འདི་དག་ཨེ་ནི་ནམ་རྒྱུན་གྱི་ཟ་ཡག་འདི་ལས་ཨེ་ཚེ་མང་ངང་མཆོད་ཐུབ་པས་ན་རྣམ་པ་ཚོགས་ཀྱི་ཕན་ཐོགས་ཡོད་རེད། ནམ་རྒྱུན་གྱི་རྣམ་པ་ཚོགས་ཀྱི་སྣོད་ཡག་གི་ཟས་རིགས་འདི་ཉུང་རུ་བཏང་འདི་དེ་ཚེ་མང་ངང་ཅིག་མཆོད་ཐུབ་པས་ན་རྣམ་པ་ཚོགས་ལ་ཨེ་ནི་ན་ཚ་གསར་པ་དེ་ཚོ་རིགས་ལ་སྨན་བཟང་མོ་དགོས་པའི་ཐོག་ནས་རང་བཞིན་གྱི་དྲག་གྲུབ་པོ་རེད།